འདིའི་ཐོག་ལ་ང་རང་ཚོ་དང་བསམ་ཤེས་ནན་ཏན་ཅིག་གནང་དགོས་ཡོད་དང་དེ་འདྲས་རེད་ང་རང་ཚོ་དེ་བྱས་ན་སོ་སོའི་གི་འཐབ་རྩོད་དེ་སོ་སོའི་གི་མ་རྩོད་པ་རེད་ཅིག་ན་དེ་ནི་དེ་རེད་ད་ཕྱིའི་རྒྱལ་ཁབ་གི་ང་ཚོ་ལ་ཁྱད་ཁོས་ཚོ་མཐོང་སྣང་སུ་ཡོད་མ་རེད་ང་རང་ཚོ་རྣམ་པ་ཚོ་གོང་བཞིན་ཡག་པོ་གནང་རོགས་གནང།

ག་ཚོད་ཐུབ་ཐུབ་ཀྱི་ང་རང་ཚོ་སོ་སོས་སོ་སོའི་ངོས་ནས་ད་འབད་བརྩོན་གནང་དགོས་ཡ་དང་ཐུགས་སེམས་བཞེས་དགོས་ཡ་ཅིག་དང་ཁོ་རང་གིས་གང་གསུངས་པ་དེ་ཁོ་རང་དེ་ཕེད་དགོས་ཡ་དང་རང་དང་རང་གཙོས་བས་ཀན་ང་རང་ཚོ་བོད་མི་ས་ཡ་དྲུག་ཟིན་ན་རེད་ས་ཡ་བདུན་ཟིན་ན་རེད་ཡོད་དོ་ཅོག་གིས་ཚང་མེད་ཀྱི་ཆེད་དུ་ཡང་ལུས་མེ་བསྲེགས་ཕུལ་བཞག་ཨ་འོ་དེ་ཡིན་པ་དེ་ཚང་མེད་ཀྱི་མཁྱེན་གྱི་ཡོད་རེད་ད་འདི་སྣང་མེད་ཙམ་དུ་མ་བཞག་ནས།

ཁོང་དང་ཁོང་འདྲ་བའི་གིས་ད་ལྟ་བར་དུ་ཡ། རྒྱལ་གཅེས་དཔའ་བོ་དཔའ་མོ་གཞིས་བྱེས་གཉིས་སུ་ཡ་དེ་འདྲ་མང་པོར་བྱུང་མོད་ཡོད་རེད། དེ་ཚོ་ཚང་མ། ཁོང་རྣམ་པ་ཕལ་ངའི་ནང་དུ་ཚང་མ་ང་རང་ཚོ་གི་བོད་མི་ས་ཡ་དྲུག་དེ་ཚོ་གི་བདེ་སྡུག་གི་ཆེད་དུ་དེ་ཚོ་གི་བདེན་མཐའ་ང་རང་ཚོ་གི་བོད་རང་དབང་རང་བཙན་གི་བདེན་མཐའ་གསལ་གི་ཆེད་དུ་ཡ་ཁོང་སྐུ་ལུས་མེ་བསྲེགས་དེ་འདྲས་བཏང་བ་དེ་ཡ། ང་རང་ཚོ་ཚབ་བྱེད་ནས་ཕེབས་པ་རེད་འདུག་ང་རང་གི་ཚབ་བྱེད་པ་དེ་ལ་ཁོང་རང་གིས་ཚབ་བྱེད་ནས་ང་ཚོ་གིས་ཡིན་ན་ཁོང་རང་གི་ཚབ་ཅིག་བྱེད་ཐུབ་པ་ཅིག་ཏན་ཏན་བྱེད་དགོས་རེད་བསམ་གི་འདུག། དེ་འདྲས་མ་བྱས་ན། ང་ཚོས་ཚབ་བྱས་ནས་ཁོ་རང་ཁུ་ལུས་མེད་སར་བཏང་བ་རེད། ཁོ་རང་གིས་ཚབ་བྱས་ནས་ང་ཚོས་ཁོ་གིས་ཁོ་རང་གི་ཞལ་ཆེམས་དེའི་ཐོག་ལ་ལག་ལེན་བསྟར་ཡ་དེ་རེད། འདི་མ་བྱས་པ་འདྲ་བྱས་ན་འདིའི་ཐོག་ལ་ཡ་དེ་ང་རང་ཚོར་ཁ་ནས་ནང་པ་སངས་རྒྱས་པ་དག་ལས་རྒྱུ་འབྲས་ག་ཚོད་ཤེས་པ་རེད་བྱས་ན་འདི་ག་ཚོད་ཀྱིས་འགྲོ་གི་ཡོད་མེད་དེ་ད་སོ་སོ་སོ་སོ་ལ་སོ་སོ་སོ་སོར་འཛུལ་འཛུལ་སོ་སོ་སོ་བསམ་བློ་བཏང་ན་དེ་ནའང་འགྲོ་འདུག་ར།

ཇི་ལྟར་ཁོ་རང་བོད་རྒྱལ་བ་རང་བཙན་ལྷན་ཚོགས་ཀྱི་ཚོགས་གཙོ་ཆགས་བསྡད་པ་རེད་ཁོ་རང་ད་ཚོགས་པ་ག་བ་ལས་མ་ཞུགས་པ་དེ་མཉམ་ཞུགས་མ་བྱས་པ་ཡོད་མ་ནམ་ཞག་རྒྱུན་དུ་ད་ཁོ་རང་ག་བ་ཡིན་ནས་ཚོགས་པ་ཆེ་ཕྲ་ཕྱོགས་སུ་ཞུགས་འབྲེལ་དང་ཞུགས་འབྲེལ་མ་ཚོགས་པ་ག་འབྲེལ་བྱེད་ནས་ཁོ་རང་ག་བ་ལ་རོགས་པ་བྱེད་ད་ག་བ་ལ་བྱེད་པ་རེད་ཁོ་རང་མདུན་ལ་ག་དུས་ད་དུས་ན་དོན་ཐུག་མེད་ད་དེ་ལ་ཡང་མཉམ་ཞུགས་ད་ཕྱག་རོགས་གནང་ཡང་དེ་འདྲས་ཅིག་རེད་འོ་དེ་འདྲས་ཡིན་པ་སོང་ཙང་དེ་ནས་ཕ་གས་ལ་ད་ད།

གཞིས་བྱེས་གཉིས་ཀྱི་བོད་མི་ཚོ་ལ་ཡང་སེམས་འགུལ་ཐེབས་པའི་ཅིག་དང་ཅི་དང། ཁོ་རང་གིས་གསུངས་པ་ལ་ཞེས་བོད་ནང་གཞིས་ལུས་བོད་མི་དེ་ཚོ་ལ་ཚིག་གཅིག་ཞུ་ཡ་མེད། དེ་ཚོ་དང་ཁོང་རྣམ་པ་ཚོ་གི་ད་ཧ་ལས་པའི་སྣང་ཚག་རེད། སྣང། ད་ང་རང་ཚོ་བྱས་ལས་ཡོད་ངེས་ཀྱི་ད་རྒྱ་བོད་འབྲུག་གསུམ་ཕྱི་རྒྱལ་ཡུལ་གྲུ་གང་དེ་ངེད་ཚོ་གི་ལྟོ་གོས་གཏམ་གསུམ་གཅིག་པོ་གཅིག་ལ་མགོ་མ་འཁོར་ནས། དེ་སོ་སོའི་ལུང་པ་དང་མི་རིགས།

འདི་རང་དབང། རང་བཙན་གྱི་ཤོག་ཡིན་པ་འདི་རང་བཙན་དུ་ཚུར་སླར་གསོ་བྱེད་དགོས་པ་དང་པོ་འདི་འདྲ་གི། བཀའ་སློབ་ལམ་སྟོན་འདི་ཚོ་ཡང་ནས་ཡང་དུ་དཔེར་ན་མི་རིགས་གཞན་པ་ཚོ་དཔེར་ན་རྒྱ་མི་འདི་ཚོ་ཆུང་ཆུང་ག་ནས་གོང་དུ་མི་རིགས་ཀྱི་ཐོག་ལ་ཡང་འདི་འདྲ་གི་ཤ་ཞེན་ཞེན་ཁོག་ཚོ་བླུགས་ཐུབ་པ་བྱེད་ཀྱི་འདུག་འདི་ནང་བཞིན་ཅིག་ང་རང་གཙོ་གི་ཡིན་པས་ད་ཁོང་རྣམ་པ་འགས་ཞལ་ཆེམས་འདི་ང་རང་ཚོ་སོ་སོ་གི། སྤུ་གུ་བུ་ཕྲུག་དང་དེ་ཚོ་གི་ཐོག་ལ་ཡང་བསམ་བློའི་ནང་ལ་བླུགས་ཐུབ་པ་ཞིག་དང་བོད་དེ་རང་བཙན་དེ་འདྲའི་ཤོར་ཡིན་པ་དང་འདི་ད་ཐོབ་ནས་ཐོབ་ཡ་ཡོད་པ་ཤོར་ཡ་ཅིག་ཡོད་ན་ཐོབ་ཡ་རེད་འདི་ང་རང་ཚོ་གི་ལས་རྒྱུ་འབྲས་ཁས་ལེན་མཁན་ཅིག་འཆི་བ་མི་མི་རྟག་པ་འཆི་སྟངས་ཀྱི་མི་རྟག་པ་ཅིག་ཁས་ལེན་མཁན་ཅིག་མི་རྟག་པ་ཅིག་ཁས་ལེན་མཁན་ཅིག་ཡིན་ཚར་བའི་ཤུ་གུ་ལ་ཤོར་ཡ་ཡོད་ན་ཐོབ་ཡ་ཡོད་པ་འདི་ཀོ་ཆོད་ཉིད་རེད་བ་ང་ཚོས་ཐོབ་ཡ་ཡོད་མ་རེད་སྐོར་འདི་བཤད་པ་ཕ

མེ་ཏོག་འདི་ལ་མ་ཐོགས་ནས་མེ་ཏོག་རྗེས་མ་ལ་ང་རང་གི་རྩིས་སྤྲད་ཐུབ་པ་དགོས་མཁོ་བ་རེད། ད་ལྟའི་ཆར་གཅིག་བྱས་ན་ཁོང་རྣམ་པ་ཚོ་ལ་སྤོབས་པ་ཡོད་རེད། དེ་འབྲེལ་གྱི་འདས་གྲོངས་ཕྱིན་པའི་སྐབས་འདི་ལ་ཡང། གང་ཡིན་ཟེར་ན་ང་རང་ཚོ་གི་རང་བཙན་དེ་ད་ལྟ་གསོན་པོ་གནས་བསྡད་བ་རེད། གལ་ཏེ་གསོན་པོ་མ་གནས་པའི་ཉིན་མོ་འདི་ནི། དེ་ནི་མི་གྲོངས་ངེས་ཅི་ན་རེ། སོ་སོར་བོད་བསྟན་པ་ཆབ་སྲིད་དོན་དག་རེ་བོད་རང་བཙན་གྱི་དོན་འཐབ་རྩོད་པ་འདི་འདྲའི་རིགས་གྲོངས་འགྲོ་ནི་བློ་ཕམ་པ་གཅིག་བློ་ཕམ་པའི་ཐོག་ནས་གྲོངས་ཡ་ཅིག་ད་ལྟ་ཁོང་རྣམ་པ་འདི་འདྲའི་གི་བོད་རྩ་དོན་འདི་འདྲའི་ནང་ལོག་ལ་ཡ། དེ་འདྲའི་ཅིག་སྐུ་ལུས་མེ་སྲེག་བོད་དེ་ཚོས་རང་སྲོག་བློས་བཏང་པའི་སྐབས་འདི་ལ་ཡ་དེ་ནི་འདས་གྲོངས་ཕྱིན་པ་དང་ལ་ཁྱེད་རང་ཟེར་ཁོང་རྣམ་པ་རེད། དེ་ནི་འདས་དང་འདས་འདྲ་བ་རྣམ་པ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་ཡ་རང་སྲོག་བློས་བཏང་ཁོང་རྣམ་པ་སོན་ནས། ད་ལྟ་ང་རང་ཚོ་གི་རང་བཙན་གྱི་འཐབ་རྩོད་དེ་གསོན་པོ་གནས་པའི་སྐབས་འདི་ལ་ཡང་དེ་འདྲ་གི་གྲོང་པ་དེ་ཁོ་རང་ཚོ་ནས་བློ་བདེ་པོ་ཅིག་དེ་ཡོད་རེད་ང་ཚོ་གྲོང་པ་འདྲ་ཅན་ང་ཚོ་གི་ཞལ་ཆེམས་དེ་བཞག་ནས་ང་རང་ཚོ་གི་རྒྱབ་ལོག་ལ་དེ་འདྲ་གི་འཐབ་རྩོད་ཀྱི་རྒྱུན་འཁྱོངས་བྱེད་མཁན་ཅིག་ཡོད་བསམ་པ་ཅིག་དེ་འདྲ་ཅིག་ཡོད་རེད་ད། མ་འོངས་པ་ལ་དེ་འདྲ་འཐབ་རྩོད་ཀྱི་རྒྱུན་འཁྱོངས་བྱེད་མཁན་ཅིག་མེད་པ་འདྲ་ཅིག་ཡིན་ན། འདིའི་སྐབས་ཀྱི་ང་རང་ཚོ་རང་བཙན་འཐབ་རྩོད་པ་དེ་ཚོ་རེད་དེ་ཚོ་གྲོང་པ་འདེབས་པའི་སྐབས་འདིར་བློ་ཕམ་པའི་ཐོག་གི་འདི་གྲོང་ཡག་གི་གནས་སྟངས་ཅིག་ཆགས་འགྲོ་གི་རེད། འོ་འདི་མ་ཡོང་བ་ཆེད་དུ་ང་རང་ཚོ་གི། ད་རྒྱ་བོད་གྲོས་སུ་གཞིས་བྱེས་བཞི་པོའི་བྱས་ལས་ཡོད་ངེས་རེད་ཕྱི་རྒྱལ་ཡུལ་གྲུ་ཁག་དེ་ཚོ་གིས་ག་བར་འབྲེལ་གྱིན་ན་དེ་ཚོ་མུ་མཐུད་ནས་སོ་སོ་གི་འཐབ་རྩོད་དེ་མ་འོངས་པ་ལ་ཡང་རྒྱུན་འཁྱོངས་གནས་ཐུབ་པའི་གི་དེའི་ཐོག་ལ་ཡང་ཚང་མ་ལོ་དགོངས་བཞེས་གནང་དགོས་ཡ་ད་དེའི་ཐོག་ལ་ཡང་ཚང་མ་ལོ་གི་སོ་སོ་ཕམ་སྤུ་དགུ་བུ་དྲུག་ར་དེ་ཚོ་ལ་ཡང་སློབ་གསོ་སྐྱོང་དགོས་ཡ་རེད་སོ་སོ་གྲོས་ནང་ནང་མི་དེ་ཚོ་རེད་པིན་རྒྱ་བུ་དྲུག་ག་འདྲེ་གྱིན་ན་ཡང་ཚོ་ད་རྫོང་ཁོམ་ད་ད་མང་པོ་ཡ་དེའི་སྐབས་དེ་ལ་ང་རང་ཚོ་གི། འཆལ་གཏམ་སོགས་དེ་འདྲ་ཙམ་མ་ཡིན་པ་ཞིག་ག་དུས་ནས་ང་རང་ཚོ་གི་ག་པ་ཡིན་ན་བོད་ལ་ལ་རྒྱ་ཡོང་བ་ཅེས་དང་ང་རང་ཚོ་འཐབ་རྩོད་དེ་ག་འདྲ་ཞིག་རྒྱུན་སྐྱོང་གནས་ཐུབ་པ་དང་དེ་འདྲས་ཙམ་དུ་ཚོགས་པ་སྐྱིད་སྡུག་ཙམ་མ་ཡིན་པའི་མི་རེ་ངོ་རེ་ལ་ཡང་དེ་འདྲས་ཀྱི་སེམས་ཤུགས་དང་དེ་འདྲས་ཀྱི་ལྷག་བསམ་དང་དེ་ཚོའི་སྐད་ཆས་དེ་གོ་བས་དེ་ནས་ཕར་ཆེན་པོ་རེད་བསམ་འདུག་འོ་དེ་འདྲས་ཅིག་ཞུ་ཡ་ཡིན་ཨོ་ཅག་དེ་ནི།

གཙང་མ་ལ་དང་ང་རང་ཚོ་གི་དེ་ལྟོ་དང་མི་རིགས་ཀྱི་ལ་རྒྱ་དང་དཔའ་བོ་ཡིན་ན་ཕྱག་ལ་དང་ང་རང་ཚོ་རྒྱལ་དར་རྣམ་ཡང་དུས་ཚོད་སླེབས་ཤགས་སུ་སྔགས་པ་ཡིན་ན་སྔགས་ཡང་རྒྱ་བའི་དུས་ཚོད་སླེབས་ཤགས་སུ་ཞེས་བརྗོད་པ་ལ་འདི་ནང་བཞིན་བྱེད་ད་ང་རང་ཚང་མ་ལོ་ད་བོད་ལ་ལ་རྒྱ་ཡིན་ན་ལ་རྒྱ་སྲུང་ཡང་དུས་ཚོད་ཅིག་རེད་ད་དེ་འདྲའི་བྱེད་ལ་སྲུང་མ་ཐུབ་པ་འདྲ་བྱེད་ན་དེ་འདྲའི་གི་རྫ་དྲག་ཆེན་པོ་དེ་འདྲའི་སྐབས་འདི་ལ་ཡང་ང་རང་ཚོ་གི་ད་དུང་པས་ཡབ་མེས་ཡབ་མེས་དང་སྣང་མེས་དང་རེ་དེ་འདྲ་བཞག་པ་ལས་བྱས་ན་ཏན་ཏན་བློ་ཕམ་ཆེན་པོ་ཅིག་རེད། འདིའི་ཐོག་ལ་ཡང་ངེས་པར་དུ་རྣམ་པ་ཚོ་གིས་གོང་བཤད་བྱེད་ན་དེ་ནི་ཁོ་རང་གིས་ད་སྐུ་ཕུང་འདི་ནི་ཁ་སིང་ད་དེ་ལ་ད་སྐུ་ལུས་མེ་སྲེག་བཏང་བ་དེ་ག་རང་ཁོ་རང་ཚོད་ཚོད་ཨ་རིག་གི་དགོངས་དག་ཚོད་ཚོད་ལྔ་དང་སྐར་མ་བཞི་བཅུ་ཞེ་དགུ་ཐོག་ལ་ཡང་ཁོ་རང་སྐུ་ལུས་མེ་སྲེག་བཏང་བ་རེད། སྐུ་ལུས་མེ་སྲེག་བཏང་བྱས་དེ་ནི་ད་ཡུལ་འདི་བདུན་དང་ཚོད་ཚོད་བདུན་དང།

ནས་འཚང་ངེ་དེ་འདྲ་བྱས་འདིའི་སྐབས་སུ་མཚམས་འཇོག་བྱས་དང་ད་ལྟའི་འདི་ལ་ཡོད་པའི་གྲ་སྒྲིག་ཁོ་རང་ལ་ཕན་མི་སྲིད། གྲ་སྒྲིག་ཆེན་པོ་ཡི་ཆེད་བསམ་བློ་མང་པོ་ཞིག་བཏང་བྱས་ཁོ་རང་གིས་དེ་ནི་འདི་མ་གྲོངས་སྔོན་ལ་ཡང་ཁོ་རང་སྐུ་ལུས་མེ་སྲེག་མ་བཏང་བར་ལ་ཁོ་རང་བརྙན་ཐུང་བདུན་པོ་བཞག་འདི་ལ་ཁ་ཆེམས་ཟེར་ན་ཁ་ཆེམས་ཅིག་བཞག་ང་རང་ཚོ་བོད་རྒྱ་ཆེའི་མི་དམངས་ཚང་མ་གི་དོན་དག་ལ་ཡང་ཁ་ཆེམས་བཞག་འོ་འདི་ཁ་ཆེམས་བཞག་པའི་ཐོག་ནས་དེ་ནི་དེ་ཁོ་རང་གིས་ཁ་ཆེམས་གང་ཡོད་པ་འདི་ལ་ང་རང་ཚོ་གིས་ད་རྒྱུན་འཁྱོངས་བྱས་འོ་འདི་འདྲ་ཞིག་གནང་ཡག་གི་འདི་འདི་དོན་དག་ལ་ཁོ་རང་ཁ་ཆེམས་བཞག་པ་ལ། འདི་ག་སེམས་འདི་ལ་ཡང་ང་རང་ཚོ་གི་ཚང་མ་ལོ་རྩིས་སྲུང་བྱེད་མཐོང་ཆེན་གྱི་ཤ་བོ་དེ་འདྲ་ཞིག་ཤ་བོ་དེ་ང་རང་ཚོ་གི་ཕྱི་རྒྱལ་ཡུལ་གྲུ་བ་ཞུ་མཁན་ནི་ཚང་མ་མང་ཆེ་ཆེ་དང་ང་རང་ཚོ་ཞུ་ཞུ་བའི་སྐབས་འདི་ལ་ཡང་ང་རང་ཚོ་ལ་ཏན་ཏན་སྡུག་པོ་ཕོག་བ་རེད་བོད་ལ་རང་དབང་ཡོད་མ་རེད། རང་དབང་མེད་པ་ཞིག་གསུང་གི་རང་དབང་མི་འདུག་ང་ཚོ་ལ་ཐོབ་ཐང་མི་འདུག་ཆོས་དང་རིག་གཞུང་གང་གིས་ཀྱང་ཐོབ་ཐང་མི་འདུག་ཟེར་དེར་བརྟེན་ང་ཚོ་གིས་ཤུ་གུ་ཞུས་འདི་གོ་ར། འདི་ཡང་རྫུན་མ་བཤད་པ་ནི་མ་རེད་ང་རང་ཚོ་ཚང་མ་ལ་ཏན་ཏན་ཡིན་བསྡད་པ་ཅིག་རེད། ཡིན་པ་ནང་བཞིན་གྱིས་ད་ཤུ་གུ་ཞུས་པ་ནང་བཞིན་གྱིས་ང་རང་ཚོ་ཚང་མ་ལོག་ཡེ་ན་ཡང་འདིའི་ཐོག་ལ་སོ་སོ་གིས་བཤད་པ་དེ་སོ་སོ་རང་གིས་ཏན་ཏན་བྱེད་ཡོང་ཨ་སོ་སོ། འདིའི་ཐོག་ལ་ཡང།

གྲོང་འབག་གིས་དེ་འབྲེལ་གྱི་བསམ་བློའི་ནང་སླེབས་ཐུབ་མེད་པ་ག་འདྲས་སུ་ད་ལྟ་ཡི་ཁོ་རང་གསོན་པོ་གནས་ཡོད་བསམ་བསམ་ཅིག་མ་གཏོགས་པའི་དེ་འབྲེལ་གྱི། གྲོང་ཚ་རེད་བསམ་བསམ་ཅིག་གི་དེ་འབྲེལ་གྱི་བསམ་བློའི་ནང་མི་འདུག། ད་ལྟ་ཡི་ཁོ་རང་དེ་ག་ཅེར་ཡག་ན་ཅིག། ལས་ཁ་ཆེ་དེ་མེད་རེད་ཚོགས་པ་ཁག་དེ་བ་ལ་ཡ་མཉམ་རུག་ཆེ་དེ་ན་ད་དེ་རིང་གོང་ས་མཆོག་འཁྲུངས་སྐར་རེད་འཁྲུངས་སྐར་ལ་དེ་བ་ལ་ཁོ་རང་ཡོད་རེད་ཁོ་རང་གི་རྣམ་ཤེས་དེ་ན་ད་དེ་བ་ལ། རྣམ་ཤེས་མེད་རེད་ཐོག་ད་དེ་འབྲེལ་གྱི་དེའོ་གྲོང་ཡོག་རེད་གི་བསམ་བསམ་ཅིག་དེ་འབྲེལ་མི་དགའ།

ངེད་ཀྱིས་བྱས་པ་འདི་ལ་ལས་ངེད་སྒྲུབ་ངེས་མི་འདུག་བསམ་པ་ཅི་དང། ང་འདི་ང་གཅིག་པུ་དེ་གཡུག་བཞག་ཏུ་བསམ་བསམ་ཅིང། འདི་འདྲའི་གྱི་ཚོར་སྣང་ཞིག་སླེབས་ཀྱི་རེད་བསམ་གྱི་འདུག་གོ་འདི་འདྲའི་སླེབས་མ་བཅུག་ཡ་ལ་ང་རང་ཚོ་རྒྱ་ཆེའི་མི་མང་ཚོ་ནིའུ་ཡོག་ལ་བཞུགས་མེད་དུ་ཚོ། དུས་ཚོད་བཏང་རྗེས་སོ་སོ་སོ་གི་གུང་སེང་ཡོད་པའི་སྐབས་འདི་ལ་ནང་ལ་བསྡད་ནས་ད་བྱེད་པ། ད་ང་རང་ཚོ་ཉི་མ་རྟག་པར་བསྡད་བསྡད་པ་རེད་ད་ད་སྐབས་ཐོག་འདི་ལ་ང་རང་ཚོ་ཕེབས་རྗེས་དུས་ད་ལ་ཡ། ཚོད་ཚོད་ཅིག་ང་ཚོ་མ་བཞུགས་མ་ཐུབ་པ་རེད་ཅེས་འདི་འདྲ་བཞུགས་པ་རེད་ཅེས་ང་རང་ཚོ་མི་མི་བསྡད་མང་པོ་ཡིན་པ་སོང་ཙང་གཅིག་རིན་མེད་ཅིག་ལ་ཕན་ཐོགས་རོགས། དེ་ཁོ་རང་ཡིན་ནས་དེ་ལ་གཅིག་པོ་ལྷག་གི་མ་རང་ཁོ་རང་གི་རྣམ་ཤེས་དེ་ད་ལྟ་དེ་ཁ་ནང་འཁོར་བསྡད་པ་དང་དེ་ད་ལྟ་དེ་རིང་འཁྲུངས་སྐར་ལ་ཡིན་སྟབས་རྣམ་ཤེས་ལ་དོགས་པ་ཡོད་མ་རེད་ག་ག་ཡིན་ནས་སླེབས་འདུག་རོ། འོ་དེ་འདྲས་བྱས་དེ་ནི། དེ་ཁོ་རང་ལས་སེམས་ཚོར་དེ་འདྲས་ཨ་ཙི་ང་ང་དེ་གཅིག་པོ་ལྷག་བཞག་ང་ལ་རོགས་པ་བྱེད་མཁན་མི་འདུག་བསམ་པ་ཅིག་དེ་འདྲས་ཅིག་ཡོང་ཡོང་གི་རེད་ཚོར་གི་རེད་བསམ་གི་འདུག་འོ་དེ་འདྲས་ཡིན་དུས་ད་ཁོ་རང་ལ་དེ་འདྲས་ཀྱི་ཁོ་རང་གཅིག་པོ་གཡུག་མ་བཞག་ཟེར་ནས་དེ་ནི་ཚང་མ་ལོག།

ཁྱེད་རང་གིས་གང་བསམ་པ་དེ་གང་བཤད་པ་དེ་ང་ཚོ་གིས་གང་ཐུག་ཐུག་གིས་ང་ཚོ་ལག་ལེན་བསྟར་གྱི་ཡིན་སྙམ་ནས་ཁོ་རང་མཉམ་པོ་སྐད་ཆ་བཤད་པ་གཏན་གཏན་ཁོ་གུ་གུ་རེད་བསམ་གྱི་འདུག་ད་ལྟ་ང་ཁོ་རང་གིས་སྐུ་ལུས་མེ་གསོད་བཏང་ས་བདུན་ཁོ་རང་ལ་ང་དེ་སྐད་ཆ་བཤད་བསྡད་པ་རེད་ཁོ་རང་དེའི་གཡས་གཡོན་ལ་ཡོད་རེད་ཏན་ཏན། བློ་ཁ་ལ་ཁྱེད་རང་ཐུགས་ཕམ་མ་བྱེད་ཁྱེད་རང་གིས་དེ་འདྲས་ཀྱི་རང་ལུས་མེ་གསོད་བཏང་བ་དེ་ང་རང་ཚོ་རྒྱ་ཆེ་མི་དམངས་བོད་བོད་མི་ས་ཡ་དྲུག་གི་དོན་དག་ལ་ཁྱེད་རང་གིས་འདི་བཏང་བ་རེད་ད་ཁྱེད་རང་གིས་ཁ་ཆེམས་བཞག་པ་ན་ཞིང་ང་རང་ཚོ་ད་ག་དུས་ནས་གྲོགས་པོ་རེད་ང་རང་ཚོ་རང་བཙན་འཐབ་གྲོགས་པ་གཅིག་པ་རེད་ངས་མི་ཚེ་ནང་ལ་རང་བཙན་འདི་ལ་ལྷག་པ་ཅིག་ང་ཚོ་ལ་གང་ཡང་ཡོད་མ་རེད་འདི་ང་རང་ཚོ་རྒྱུན་སྐྱོང་བྱས་འདུག་པ་བྱེད་ཀྱིན་ཡིན་གལ་ཏེ་ངས་ཤེས་པ་དེ་ཁྱེད་རང་ཏན་ཏན་གོ་གི་ཡོད་རེད་བསམ་གི་འདུག་གོ་གི་ཡོད་རེད་ཡིན་ན་ཁྱེད་རང་ཐུགས་ཕམ་མ་བྱེད་ཤོག་ཁྱེད་རང་ང་ཚོ་དོན་དག་ལ་ཕྱིན་རེད་ཁྱེད་རང་གི་ཆེད་དུ་ཡང་ང་ཚོ་དེ་ད་ལྟ་གསོན་པོ་གནས་ཡོད་རེད་གསོན་པོ་གནས་པ་དེ་ཁྱེད་རང་གི་ལ་རྒྱ་དང་ཁྱེད་རང་གི་བསམ་བློའི་ནང་ལ་ཡོད་པ་དེ་ང་ཚོ་ཚང་མ་ལོངས་སྤྲུགས་ཐུབ་པ་ཅིག་ང་རང་ཚོ་འབད་བརྩོན་བྱེད་ཀྱིན་ཡིན་ཞུ་ཡ་ཡིན། འོ་དེ་ཚང་མ་ལོག་གི་ཁོ་རང་མཉམ་པོ་སྐད་ཆ་བཤད་རོགས་བྱེད་བལྟས་བལྟས་སོང་ཁོ་གཅིག་པོ་གཡུག་མ་བཞག་རོགས་བྱེད། ཁོ་ད་ལྟ་སྡེ་བ་ལ་རྣམ་ཤེས་དེ་སྡེ་བ་རང་འཁོར་བསྡད་ཡོག་རེད་ཁོ་མཉམ་འབྲེལ་རྒྱལ་ཚོགས་ཁོ་རྒྱ་མི་གཞུང་ཚབ་སྡེ་བ་ལ་ཡོག་རེད་ག་བ་ཡིན་ནའི་ཁོ་རང་གི་རྣམ་ཤེས་དེ་ཚོ་འཁོར་བསྡད་ཡོག་རེད་ད་ལྟ་ང་རང་ཚོ་གཡེང་བས་ལ་ང་རང་ཚོ་སྐད་འབོད་རྒྱག་པ་རེད་ཁོ་རང་ཏན་ཏན་གོ་དགོས་རེད་ཁོ་རང་ག་དུས་ཡོད་ནའི་སྐད་འབོད་ག་བ་ཡིན་ནའི་ཁོ་རང་མཉམ་ཞུགས་གནང་མཁན་གཅིག་རེད། འོ་དེ་འདྲའི་བྱེད་དུས། ང་རང་ཚོས་ཁོ་རང་མཉམ་པོ་སྐྱེས་ཞེས་ཁོ་རང་ལ་ཁྱོད་རང་གཅིག་པུ་གཡུག་བཞག་མེད་ད། ཁྱེད་རང་ང་ཚོ་མཉམ་པོ་ཡོད་ཁྱེད་རང་རྒྱབ་ལ་ང་ཚོ་ཡོད། ཁྱེད་རང་འགྲོ་བ་འདྲ་བྱས་ནས་ཁྱེད་རང་གིས་གང་ཁ་ཆེམས་བཞག་པ་དེ་ང་ཚོས་ཀྱིས་བརྗེད་མ་ཡོང། དེ་མཉམ་འབྲེལ་རྒྱལ་ཚོགས་དེ་ནང་ང་རང་ཚོས་ལས་འགུལ་རབ་དང་རིམ་པ་དག་ང་ཚོར་སྤེལ་ཡོང་གི་རེད་ཚོགས་པ་ཆེ་ཕྲ་ཁག་ཚོས་སུ་གྲ་ཅིག་འདོད་པ་ཚང་མ་ལའང་ཚང་མར་མཉམ་ཞུགས་གནང། འོ་དེ་འདྲའི་བྱེད། འོ་དེ་འདྲའི་ཞུ་ཡ་ཡིན། བློ་དགའ། རང་བཙན་བློ་དགའ་ལགས་ཁྱེད་རང།

འདི་ལ་ལ་རྣམ་པ་དང་སེམས་སེམས་སྣང་གི་རྩ་མ་རེད་ཁོ་རང་ཡིན་ན་དེ་གོ་དགོས་ཡོད་རེད་བསམ་གི་ཁོ་རང་དེ་ཁོ་རང་གི་རྣམ་ཤེས་དེ་འཁོར་བདེ་བ་རེད། ཁོ་རང་རྒྱལ་དར་དེ་བཙུགས། ཁོ་རང་གི་ལུང་པ་ལ་གནོད་སྐྱོན་མེད་པ་དང་དེའི་གཡས་གཡོན་གི་པར་ཁ་གང་ལ་ཡང་གནོད་སྐྱོན་མེད་པའི་ཐོག་ནས་ཁོ་རང་རྒྱལ་དར་དེ་ཕར་བཙུགས་ཁོ་རང་སྐུ་ལུས་མེ་སྲེག་དེ་ཁ་རང་ལ་བཏང་ཡོད་རེད། དང་དང་དེ་ལ་བཏང་རེད།

ཁོང་རང་ལ་མྱ་ངན་གུ་བ་དེ་རང་བཙན་འཐབ་རྩོད་པ་རྒྱུན་འཁྱོངས་ཅན་མང་དུ་འགོ་ཡག་ཅིག་དང་དེའི་ཐོག་ལ་རྒྱུན་འཁྱོངས་གནང་ཐུབ་པའི་ཆེད་དུ་དེ་འབྲེལ་གྱི་གོ་བསྡུར་བ་དེའི་ཐོག་ལ་ཡང་གཙང་མ་བར་དུ་གཏོང་བཞིན་ཡོད་པ་དང། ཡ་ཡ་ལགས་སོགས་ཐུགས་ཆེ་ན་ད་ངས་འདས་མཚམས་འཇོག་ཞུ་གི་ཡིན། རྣམ་བཤད་ཚར་བ་ཞེ་དྲག་འདུག་དེ་ཡང་ངས་བརྗེད་ལ་ངས་ཡང་རྒྱ་ཆེ་ཕུལ་ཆོག་འདས་ཟིན་ཧ།

དེ་འདྲའི་ཞིག་ད་ང་རང་ཚོ་རང་བཙན་འཐབ་རྩོད་པ་གཉིས་མིང་པོ་ཆགས་རྒྱའི་ལྷ་བཟང་ཚེ་རིང་རྒྱལ་གཅེས་དཔའ་བོ་རྒྱའི་ལྷ་བཟང་ཚེ་རིང་དང་ད་དེ་རང་ཕྱིན་ཚར་བ་ཚར་རེད་ད་ད་ལྟ་རྒྱལ་གཅེས་དཔའ་བོ་རང་བཙན་བློ་ཁ་ལགས་རེད་ཨོ་ཚང་མ་ཁོང་ནང་ནང་ཁོང་རྣམ་པ་སོགས་ལ་ཡར་ཐོན་ཚན་མཉམ་སྐྱེད་ཀྱི་ཆེད་དུ་མཆོད་འབུལ་སྨོན་ལམ་རེད་གཙོ་བོ་གཙོ་བོ་དེ་ལས་འགུལ་ནང་ལ་མཉམ་ཞུགས་གནང་དགོས་བ་དེ་ཁོང་རྣམ་པ་སོགས་དེ་རེད་ཟེར་བ་དེ་ཞུས་ལ་སོ་ཐུ་བྱས་ན།